སངས་རྒྱས་བསྙེན་པར་གྲུབ་རྡོ་རྗེ་ཨ་ནི། ཞབས་བསྙུང་གི་བར་ཞུས་པའི་འབིན་ན་ཡིན་པ། བྱས་ཙང་ཨ་ནི་ཀོང་ཉི་མ་ཅི་ལ་ཡང་ཞབས་བསྙུང་པའི་གིས། བསྙུང་ཞབས་བསྙུང་བྱས་ཏོས་ཅིག་ན་ཚ་ར་པོ་ཆེའི་ཤུགས་ཆེན་པོ་བཏང་པའི་སྐབས་དེ་ལ་ཡང་ཨ་ནི། རྒྱལ་བ་མི་བརྒྱུད་རྡོ་རྗེ་ཀོང་ཁྲི་ལ་ཡང་རེ་ཞུས།

སྤྱན་སྔ་ཆོས་གྲགས་ལ་ཡང་འབུལ་བ་དེ་འདྲས་ཕུལ་ཐུབ་མ་སོང། འབུལ་བ་འབུལ་ཕོད་མ་སོང། དེའི་རྒྱུ་མཚན་ལ་བརྟེན་ནས་ཕྱིས་སུ་ཁོ་རང་གི་ཅིག་གཟིགས་སྣང་ལ་སོང་བར་བས་རྨི་ལམ་ཡིན་ནའི་དག་པའི་གཟིགས་སྣང་ལ་ཡང་སྤྱན་སྔ་རིན་པོ་ཆེ་ག་དུས་གཟིགས་པ་ཡིན་མིན་ན་དེ་དུས་བསམ་ན་ཅིག་གཞལ་ལ་ཡང་ལྟོས་ཅིག་གཞལ་དེ་གསལ་བོ་མ་ཡིན་པ་ཅིག་དེའི་རི་དྲི་མ་ཅན་རེད་ནག་ནོག་རེད་ཡོད་པ་ཅིག་དེ་འདྲའི་གཟིགས་འདུག། ཡང་དག་ན་བཞིན་ག་དུས་ཡིན་ན་ཡང་ཞྭ་དམར་སྤྱན་སྔའི་གི་གཟིགས་སྣང་བྱུང་པའི་སྐབས་ལ་ཡང་ཨ་ནི་ཞབས་སྙུང་ངང་དེ་འདྲ་ཡོང་གི་འདུག། བྱས་ཙང་དེ་ཞྭ་དམར་རིན་པོ་ཆེ་ལ་ཡང་ང་རང་གིས་ཅིག་ཞབས་ཏོག་ཡག་པོ་ཅིག་བསྒྲུབ་མ་ཐུབ་པ་དེའི་རྒྱུ་མཚན་ལ་བརྟེན་ནས་ཏོག་ཙེ་ཅིག་ཡག་པོ་བྱུང་ཡོད་ས་མ་རེད། ད་དེའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ངས་ད་ཁྱེད་ཀྱི་དེ་བསྙེན་རྫོགས་བསྒྲུབ་ས་དེ་ཞྭ་དམར་རིན་པོ་ཆེ་ལ་ཡང་སྐུ་མདུན་ནས་བསྒྲུབ་ན་ཡག་པོ་ཡོད་ས་རེད་གསུངས། བསམ་ནས་ནི་བཞུགས་གོ་བསམ་སོང། ཡིན་པས་ནའང་ང་རང་ཚོས་ཀྱི་དེ་ནི་ཅིག་སྒར་པགས་ཀྱི་དཔོན་སློབ་དེ་ཚོ་རེད་ཨ་ད་ནས་ཅིག་མི་མང་པོ་ཅིག་གིས་ཨ་ནི་ཞྭ་དམར་སྤྱན་སྔར་ཆོས་གྲགས་དེའི་སྐུ་གོང་མ་ལ་ཡང་ཅིག་དམ་ཚིག་ལོག་པ་རེད་ཟེར་བར་དེ་འདྲའི་ཀྱི་སྐད་ཆ་བཤད་ནས་ཨ་ནི་ད་ལྕགས་སྲིན་པོ་ཞུ་འདུག་བྱས་ཙང་མ་གཞི་ཨ་ཁྱེད་ཀྱི་ཐུགས་ལ་ག་རེ་དགོངས་འདུག་ཅེས་ཅིག་བཀའ་འདྲི་གནང་འདུག་ཨ

ད་དེའི་རྗེས་ལ་ཡང་དང་བསྙེན་རྫོགས་སྡོམ་པ་སུས་ཙམ་ནས་ཞུས་ན་དགའ་དགའ་ཡོང་དགོངས་བྱས། ནས་གཞན་དག་ལས་བཀའ་འདྲི་གནང་ཡོད་ཟེར། གང་ཡིན་ཟེར་ན་དེ། ཀརྨ་འཕྲིན་ལས་པ་ལ་ཡང། ཕྱག་རིས་གནང་བྱས། ཁྱོད་རང། ངའི་ཟ་ལ་མ་ཡོང་དགོས་ཡོད། བྱས་བྱས། ཆ་རིས་གནང་དེའི་ནང་ལོགས་ལས་ཡ་ནི་ངས་བསྙེན་རྫོགས་སྒྲུབ་ཡག་གི་འདོད་པ་འདུག་བྱས་ཙང་བསྙེན་རྫོགས་སྒྲུབ་ཡག་གི་སྒྲུབ་སའི་གི་ད་ཅིག་བླ་མ་དེ་སུ་ཡག་ས་རེད་ཅེས་ཅིག་བཀའ་འདྲི་གནང་རྒྱུ་བསམ་ནས་ཡ་ནི་ཞྭ་དམར་སྒར་ས་དེ་ཀ་མ་ཁྲི་ལས་པའི་གི་དེ་ནི་ད་མཁན་ཆེན་ཆོས་གྲུབ་སེང་གེ་དེ་དཔེ་མི་སྲིད་པས་ཡག་པོ་ཡོག་རེད་བྱས་བྱས་དེ་འདྲའི་ཡ་བསམ་བྱ་དགོངས་འཆར་ཕུལ་བ་དེ་འདྲའི་གི་སྐོར་ཡང་འདུག།

པའི་ཡག་པོ་ཞེ་པོ་ཅིག་ཡོད་པ་བྱས་ཨེ་འདིའི་སྒང་ལ་ཡང་རིན་པོ་ཆེ་ཁ་དོག་སྣ་ཚོགས་པའི་གི་ཨེ་ནི་ཚོམ་བུ་ཡོད་པ་དེ་འདྲས་ཅིག་ལག་པ་ལ་ཡང་ཕྱག་ལ་ཡང་ཅིག་དེ་འདྲས་ཅིག་རི་མོའི་ར་བ་དེ་འདྲས་ཅིག་བབས་སོང་ད་དེ་གི་རྟེན་འབྲེལ་དང། ད་ནང་བཞིན་གི་འབུལ་བ་ཕུལ་བའི་སྐབས་ལ་ཡང་ཨ་ནི་བཀྲ་ཤིས་རྟགས་བརྒྱད་ཡོད་པས་ཀྱི་ཨ་ནི་གཏན་ཁེབས་འདྲ་པོ་ཅིག་ཕུལ་ཡག་གི་ཨ་ནི་འབུལ་བ་ཕུལ་དུས་ས་ནི་ཡང་བང་སྒྲིག་གུར་བ་དེ་དུས་ས་ན་ཁོང་བཀྲ་ཤིས་རྟགས་བརྒྱད་ཀྱི་རི་མོ་ཡོད་དེ་འགན་དེ་འདྲའི་གཏན་ཁེབས་འདྲ་པོ་ཅིག་ཕུལ་ཡག་གི་ཨ་ནི་རེ་མོས་རེ་བོ་ཅིག་བབས་སོང་ཨ་ནི་དག་ན་བཞིན་གྱི་མ་གནང་སྦྱིན་གནང་པའི་སྐབས་ལ་ཡང་སྐར་མ་པའི་མ་ཅིག་གསོལ་རས་གནང་པའི་སྐབས་ལ་ཡང་ཁོང་ལ་ཡང་སྣམ་སྦྱར་ཡག་པོ་ཅིག་ཨ་ནི་དག་ཅིག་གནང་ཡག་དེ་སྐལ་པར་སྐལ་ལ་འདྲ་པོ་དེ་ཁོང་ལ་རག་བྱུང

སངས་རྒྱས་དེ་ཚོ་ཅིག་སངས་རྒྱས། རྣམ་ཐར་དེ་ཚོའི་ནང་མཇལ་ཡོད་དུས་སངས་རྒྱས་ཁ་ཤས་དེ་ནི་དེ་བཞིན་གཤེགས་པ་ལ་སེམས་མ་གཏོར་ནས་ང་རང་ལ་སེམས་མ་ཡོར་བ་ལྡ་ལི་སོགས་ཀྱི་སེམས་མ་ཡོར་བ་སེམས་མ་གཏོར་ནས་ནི་སེམས་བསྐྱེད་བྱེད་པའི་ལོ་རྒྱུས་འདུག་དགོངས་བྱས་ཨ་ནི་དེའི་ཕྱོགས་ལ་ཡང་སེམས་མ་འགྲོ་བ་ཅིག་གཏོར་བྱས་ཨ་ནི་ད་གར་ཞོག་བྱང་ཆུབ་ཕྱོགས་དང་སེམས་བསྐྱེད་ཡག་གི་སྨོན་ལམ་བཏབ་དུས་ས་དེ་བཏབ་པའི་ཁ་ཐུག་དེ་ལ་ཡང་ཨ་ནི་ཀརྨ་པ་བདུན་པ་ཆོས་གྲགས་རྒྱ་མཚོས་ཀྱི་ཚུལ་ཁོང་ལ་ཡང་ཞལ་གཟིགས་ནས་ཞལ་འཛུམ་ཙམ་མཛད་ནས་གཟིགས་བྱུང། དེ་ནས་ཡིན་དུས་ས་ནི་དེ་ལ་སོགས་པའི་རྟེན་འབྲེལ་གྱི་ཐུགས་ལ་བརྟེན་ནས། ད་ད་རེས་སྐྱེ་བ་འདི་ལ་ཡང་དགར་ཆོག་ད་ད་རེས་ངས་དེ་ནི་རྒྱལ་བ་མི་བརྒྱུད་རྡོ་རྗེ་གྱི་ད་ཅིག་བསྙེན་རྫོགས་ཀྱི་མཁན་པོ་ཆེ་བར་དེ་འདྲས་ཀྱི་རྟེན་འབྲེལ་འགྲིག་པ་ཡིན་ས་རེད་ཅེས་བྱས་དེ་འདྲས། མཁན་ཆེན་ཆོས་གྲུབ་སེང་གེ་ཁོ་རང་གི་ཐུགས་སུ་མ་དགར་བྱུང་བས།

ཚོགས་པ་དགེ་འདུན་སྒང་པ་ནས་བསྒྲུབས་གནང་དགོས་པ་རེད། དེ་འདྲ་ཡིན་དུས་ས་གནས་ཀྱི་ཚོགས་པ་དགེ་འདུན་སྒང་པ་དེ་དང་ཨ་ནེ་ཀརྨ་པའི་སྐུ་འཕྲེང་རིམ་བྱོན་དཔོན་རུབ་ལ་ཡང་འབྲེལ་པ་ཆེན་པོ་ཡོད་བསྡད་པ་ཞིག་རེད། དེ་འདྲ་ཡིན་དུས་ས་མཐར་ཚོགས་པ་དགེ་འདུན་སྒང་པ་ཁོ་རང་ཚོའི་གསུང་རྒྱུན་རུབ་ཀྱི་ག་རེ་བར་ས་ན་ཀརྨ་པ་སྐུ་འཕྲེང་རེ་རེ་ལས་ཡང་ཨ་ནེ་ཚོགས་པ་དགེ་འདུན་སྒང་པ་ཟེར་ཡ་དེ་དང་དགེ་འདུན་སྒང་པ་ཟེར་ཡ་དེ་ལས་ཡང་ཨ་ནེ་གནས་བརྟན་གྱི་སྤྲུལ་པ་རེ་རེ་ཕེབས་ཀྱི་ཡོད།

བྱས་ཙང་དེའི་རྒྱུ་མཚན་ལ་བརྟེན་ད་ཀརྨ་པ་སྐུ་ཐོག་གོང་མ་ཚང་མལ་གྱི། བསྙེན་རྫོགས་ཀྱི་སྡོམ་པ་བསྒྲུབ་ས་དེ། ཅི་སྟང་ད་མང་པོ་ཞི་བའི་བར་ད་ཀརྨ་སང་ནང་ལོགས་ལ་བླ་མ་མང་པོ་ཡོར་ད་ཡིན་པས་ནས་དེ་འདྲས་མ་ན་བྱེད་ཅིག་ད་དགེ་འདུན་གམ་པ་སའི་ད་ཚོགས་པ་དགེ་འདུན་གམ་པ་སའི་ད་བོད་གངས་ཅན་གྱི་ལྗོངས་ལ་ཡང་ཚོགས་སྡེ་བཞི་ལབ་དུས་ས་ན་ཁོ་རང་འདུལ་བ་རང་ལ་ཡང་པའི་འཆད་ཉེར་བྱས་ཉམས་ལེན་གནང་མཁན་དེ་འདྲས་ཀྱི་ཚོགས་པ་སྡེ་བཞི་རུ་ཚོགས་པ་རུ་དེ་འདྲས་ཡོད་པ་ཡིན་དུས་དེ་ལ་ཡང་ཁོ་རང་ཚོས་གུས་ཞབས་རུ་གནང་བྱས་རྩ་ཆེན་པོ་གནང་བྱས་འོ་ད་དེ་ལ་ཕ་དེ་ནས་ཚུལ་དུམ་རྒྱུན་རིན་པོ་སེའང་ལུགས་སྲོལ་ཐུགས་སུ་ཡོང། འོ་ད་དེ་རིང་བིན་རྒྱུ་ས་ནས་དེ་ལ་སོགས་པའི་རྒྱུ་མཚན་མང་པོ་ཅིག་ལ་དགོངས་ནས། དེ་ནས་བསྙེན་རྫོགས་ཀྱི་སྡོམ་པ་སེའང་དེ་ནི་ད་ཁོང་ནས་གནང་རོགས་ཐག་གཅོད་གནང་བྱས་ནས་རྒྱལ་དབང་མི་རྒྱུད་དུ་སོས་ཁོང་ལ་ཡང་ཕྱག་རིས་གནང། ཆགས་རིགས་ཕལ་ཆགས་རིགས་ཀྱི་ནང་ལོགས་ལ་ཡང་ག་རེ་གསུངས་བ་རེད་ཟེར་ན། ད་ང་བསྙེན་རྫོགས་སྡོམ་པ་ཞུ་འདོད་འདུག། ཨ་ནི་མཁས་པའི་འདུལ་བ་འཛིན་པ་གཏན་འཁེལ་གྱི་ཡོན་ཏན་དང་ལྡན་པ་རེད་འདུག་དེ་རིང་འདི་ལ་ཡང་ཕེབས་རོགས་གྱིས། ཨ་ནི་ཡང་ལང་ཀ་ལ་གལ་སྲིད་དཀའ་ངལ་ཡོང་ས་རེད་དགོངས་ནས་མ་ཕེབས་ན་བྱང་ཆུབ་སེམས་དཔའི་སྤྱོད་པ་ལས་ཉམས་པ་འགྱུར་འགྲོ་བ་རེད་ད་ཞེས་བྱས། ཨ་ནི་དེ་འདྲའི་གེ་པའི། བཀའ་ཤོག་ར་བ་ཅིག་ཏའོ་ཏའོ་ཞེས་བཀའ་ཤོག་བཙན་པོ་འདྲ་བ་ཅིག་གནང་ཡོད་ཟེར། དེ་གནང་དུས་ས་ནས་བཀའ་ཤོག་དེ་ཞལ་ཕྱེ་བ་དང་ཨ་ནུ་ཚུགས་ཐུང་ཕུལ་བ་གཉིས་དུས་མཉམ་པ་བྱུང་གསུངས། ཚོགས་པས་ཀྱི་ཚུགས་ཐུང་དུང་དཀར་ཕུལ་བ་དེ་ཐུང་དུས་མཉམ་པ་བྱུང་རྟེན་འབྲེལ་ཆེན་པོ་བྱུང་སོང་སྙམ་ནས་ཨ་ནུ་ཁོང་ཐུགས་མཉེས་པོ་གནང་འདུག་པ། ད་ཡིན་པས་ནས་ཁོང་སྐབས་དེ་དུས་ས་ན་དགུང་ལོ་ག་ཚད་རེད་དགུང་ལོ་བདུན་ཅུ་དོན་དགུ་རུ།

བོད་ལས། སེམས་ཅན་མི་གཞོན་གྱི་འདུན་ཡོང་རེད། བྱས་ཙང། ད། ཡོང་ཐུག་མི་འདུག་བྱས་བྱས་མ། བཀའ་ལན་གནང་དུས་ཙང་ནས། དེ་ནས་མི་རྒྱུད་དར་ཆེ་ལང་ཡང་བསྐྱར་མི་བཏང་བྱས་པས་གདན་འདྲེན་གྱི་མི་སྣ་ཁོ་རང་བཏང་བྱས། རྐང་བཙུགས་ནས་བཏང་ནས། ད་ཕེབས་ཤོག་བྱས་བྱས་བཀའ་ནན་པོ་ཕེབས་དུས་ཙང་ནས། ད་སྤྱི་བཏང་གི་སངས་རྒྱས་ཀྱི་བསྟན་པ་ཡང་དགོས་སོ་ཨ་ནི་བས་ཚོགས་པ། ཚོགས་སྡེ་འདི་དང་རྒྱལ་བ་གོང་མ་རྣམ་པས་ཀྱི་འབྲེལ་པ་ཤིན་ཏུ་ཟབ་པ་ཡིན་པས་ཡིན་དུས་ཙང་ནས། ད་དེ་མ་འགྲོ་ན་འགྲིག་ས་མ་རེད་དགོངས་ནས། དེ་ནི་ཀོང་པོ་ལ་ཕེབས་རྒྱུའི་ཐུགས་ཐག་བཅད། དེ་ཡང་གཅིག་སྟོང་ལྔ་བརྒྱ་ཉི་ཤུ་རྩ་དགུ་ཕག་ལོ་ཧོར་ཟླ་དགུ་པའི་གི་ཚེས་གསུམ་ནས་དང་པོ་བྲག་ཐང་ལ་ཕེབས། རྗེ་ཨ་ནི་ཕ་བྱི་ལོ་ཙཱ་བ། ཕ་བྱི་དེ་ཡི་སར་གར་སར་ངེད་བསམ་ན་ཕ་བྱི་ལོ་ལོ་ཙཱ་བ་མེད་འགྲོ་བསམ་དྲན་འདུག་ད་ལོ་ཙཱ་བ་ཆེན་པོ་རྗེས་གསུང་དུ་བྱི་ལོ་ལོ་ཙཱ་བ་མེད་འགྲོ་བསམ་དྲན་འདུག་ད་དེ་དང་མཇལ་ནས་ཨ་ནི་ཆོས་ཀྱི་འགྲོ་གླིང་མཛད་ད་དེ་ནས་མར་རིམ་གྱིས། བྱོན་ནས་ཨ་ནི་ཟླ་བ་དགུ་པ་བཅུ་བ་བཅུ་གཅིག་པ་ཟླ་བ་བཅུ་གཅིག་པ་ལས་ཨ་ནི་གཞི་ནས་ཀོང་པོའི་ལུང་པའི་ཐད་ནས་སྒར་ཆེན་ལ་ཕེབས་ཏོ། སྒར་ཆེན་ལ་ཕེབས་པའི་ཉིན་མོ་དག་རང་ལ་ཡང་ཨ་ནི་རྒྱ་བ་མི་རྒྱུད་དོ་ཅི་གཞན་བྱས་བཞག། དེ་ནས་ཞག་པོ་ཁ་ཤས་ཅིག་ངལ་གསོ་མཛད་ཅིང་ད་ཀོང་ལོ་བགྲེས་པ་ཡིན་དུས་ས་ཀོ་ལང་ཁ་ལ་རྒྱུན་རིང་པོ་ཕེབས་ཡིན་ཙང་ངལ་གསོ་མཛད། དེ་ནས་ཟླ་བ་དེའི་ཚེས་ཉི་ཤུ་རྩ་གསུམ་ལ་བསྙེན་རྫོགས་སྒོ་སྟོང་པ་ཕུལ། བསྙེན་རྫོགས་སྡོམ་པ་ཕུལ་བའི་ཉིན་མོ་དེ་ལ་ཡང་ནམ་མཁའ་སྤེལ། ནམ་མཁའ་ལ་སྤྲིན་པ་ལ་སོགས་པ་གང་ཡང་མེད་པར་བྱས་ཏེ་ནམ་མཁའ་དྭངས་མ་ཡིན་པ་ལ་འཇང་ཚོན་གྱི་རི་མོ་འཁྲིགས་ནས་དེའི་ནང་ལོགས་ནས་མེ་ཏོག་གི་ཆར་འབབ་པ་ལ་སོགས་པ་དེ་འདྲའི་བྱུང་བ་རེད་གསུངས་ཤིང། ད་དེ་ནས་བཟུང་སྟེ་ཉིན་རེ་བཞིན་དུ་མི་རྒྱུད་རྡོ་རྗེ་སྐུ་མདུན་ལ་ཡང་ཕེབས་ནས། ཨེ་ཅིང་མདོ་སྔགས་ཀྱི་དཀའ་གནད་ལ་ཡང་བགྲོ་གླེང་དང། ཨན་ད་ན་བཞིན་སྐབས་དེ་དུས་ས་ར་ཕ་ཆེའི་ཞལ་མཐོང་གི་ལྟ་བ་དེ་འདྲའི་ཕ་ཆེའི་ངོ་སྤྲོད་གནང་མེད་འགྲོ་བསམ་པར་བྲེལ་གྱི་འདུག།

ཀུན་མཁྱེན་ཇོ་ནང་པའི་ལུགས་ཀྱི་གྲུབ་ཆེན་སྤྲུལ་པའི་གང་ཟག་སྐུ་འདི་ནི་ཤམ་པ་ལར་ཆོས་རྒྱལ་གྱི་སྐུ་དྲུང་དུ་གཤེགས་ངེས་པ། བླ་མ་སངས་རྒྱས་རིན་པོ་ཆེ་ཆོས་གྲུབ་སེང་གེ་དང་རྗེ་ཀརྨ་པའི་ཁྲི་ལས་པར་འཁྲུངས་པའི་སྐྱེས་ཆེན་མི་ལས་འདས་པ་རྣལ་འབྱོར་གྱི་དབང་ཕྱུག་ཚུལ་ཁྲིམས་དང་ཏིང་ངེ་འཛིན་གྱི་ཐུགས་ལེགས་པར་སྙིང་པའི་དཔའ་མཆོག་ལས་རྣམ་པར་རྒྱལ་བའི་ལྷ་ལ་སོགས་པའི་ཞབས་སྤྱི་བོར་བསྟན་པའི་བྱིན་རླབས་དྭངས་སུ་དྭངས། བདག་ནི་ཞིང་གི་རང་རྣམ་ནཱ་རོ་ལའི་ཀུན་སྤངས་པ་ཆེན་པོ་མཁས་གྲུབ་ཆོས་གྲུབ་སེང་གེ་དང་ཕྱག་རྒྱ་ཆེན་པོའི་རྣལ་འབྱོར་པ། བཀའ་མ་ཕྲིན་ལས་པ་སོགས་ཀྱི་དགེ་འདུན་ལས་བསྙེན་པར་རྫོགས་ཤིང། དེ་ཉིད་མཁན་སློབ་ཏུ་གྱུར་ནས་ཆེན་པོ་དེ་དག་ལས་མདོ་སྔགས་ཀྱི་བློ་གྲོས་རབ་འབྱམས་ཀྱིས་མ་མར་བྱས་ཏེ་བདག་རྒྱུད་ཀྱི་ཐོས་བསམ་གྱི་བསགས་སྦྱང་ཡང་ལྔ་བརྒྱ་ཐ་མ་འདི་ལ་དཔགས་ན། རྒྱ་མི་རྒྱུད་པར་བྱས་སོ་བྱས་བྱས་བདག་གང་དག་དེ་འདྲས་གསུངས་ནས། བདག་གར་ཞུ་བའི་ཅིག། བདག་མི་རྒྱུད་རྡོ་རྗེ་ཁོ་རང་གར་གསུངས་པར་ཟད་ན། ག་རེ་བྱེད་ཀྱི། ཁོ་རང་གི་སྐུ་ཚེ་འདི་ལས་ཡག་པའི་བྱ་བ་ཆེ་ཤོས་རེ་བ་དེ་བསྙེན་པར་རྫོགས་པའི་བྱ་བ་དེ་ལས་ཆེ་བ་མེད། དེ་ཉིད་འཕགས་དཔལ་གྱི་གནས་བརྟན་ཆེན་པོའི་གི་སྤྲུལ་པ་ཁོང་འདྲ་བ་ཅིག་གི་སྐུ་མདུན་ནས་ཞུ་ཐུབ་པ་བྱུང་བ་དེ་བཀའ་དྲིན་པའི་བསམ་གྱིས་མི་ཁྱབ་པ། འདི་བཀའ་དྲིན་གྱི་པའི་མཐའ་འགྲམ་གྱི་བཞེས་པ་ཡིན་པས་ན་བཞེས་ཐུ་ཡག་མེད་པ་དེ་འདྲས་ཀྱི་རེད་གསུངས།

རི་སྒང་ལ་འཛག་ནས་པའི་ལུས་སེམས་འདི་ཚོ་ངལ་གསོ་ལ་པའི་ངལ་གསོ་བརྒྱབ་པ་ར་པོ་དེ་འདྲས་ཀྱི་རྨི་ལམ་བཏང་སོང། དེ་འདྲའི་ཡི་དུས་སང་ནས་ཨ་ནི་ངས་ཀྱི་དེ་རིང་རྒྱ་དབང་མི་རྒྱུད་རྡོ་རྗེ་ལ་བསྙེན་རྫོགས་ཕུལ་ཐུབ་པ་དེ་ཀྱི་ཇོ་དན་རྒན་པོ་ད་ཇོ་དན་ཟེར་བ་ཁོ་ཚོ་ཚོགས་སྡེ་ཞིག་གི་མཁན་པོ་ཐམས་ཅད་ལ་དེ་ཚོགས་སྡེ་ཞིག་གི་མི་ཐམས་ཅད་ལ་ཇོ་དན་ཟེར་བ་རེད། ཇོ་དན་ཟེར་ལག་པའི་རྒྱུ་མཚན་གཅིག་དེ་ག་རེ་ཟེར་ན།

ཨན་ད་ན་ཅིག་ངེད་ཀྱིས་ཨན་རྒྱལ་དབང་བཀའ་མ་པ་ལ་ཡང་མཚན་དབང་ཕུལ་བས་ཀྱི་མཚན་མོ་ལ་ཡང་ཨན་ངས་ཚ་ཚ་མང་པོ་བཟོས་པ་དེ་འདྲས་ཀྱི་རྨི་ལམ་བཏང་སོང། དེ་ཚ་ཚ་དེ་ལས་ཅིག་ཅིག་ལས་མང་པོ་འཕེལ་ནས་ཚ་ཚ་ཤིན་ཏུ་མང་པོ་བྱུང་བ་དེ་འདྲས་ཀྱི་རྨི་ལམ་བཏང་སོང་དེ་འདྲས་ཡིན་དུས་ས་ནས་ཨན་མི་རྒྱུད་རྡོ་རྗེ་དེ་སྐུ་ཚེ་སྐུ་ཚེ་བརྟན་པ་དང་འཛིན་རིན་རྒྱས་པ་དེ་འདྲས་ཀྱི་ཨན་ཁྱད་པར་ཡོང་གི་འདུག།

ད་ལྟ་སྐུ་གཞོན་གཞོན་འདི་འདྲའི་ལས་ཡག་པའི་ཐུགས་ཐུགས་ཀྱི་དགོངས་པ་དེ་དཔེ་མི་སྲིད་པའི་དགོངས་པ་གཏིང་ཟབ་པ་ཞིག་བཞི་རེད་འདུག་དེ་འདྲ་ཡིན་དུས་ས་གནས་པས་འགྲོ་གླིང་ཇི་གི་ཇི་གི་དེ་རིང་ལས་སང་ཉིན་སང་ཉིན་ལས་གནངས་ཉིན་གསར་པའི་སྐྲག་རུང་སྐྲག་རུང་འཇིགས་རུང་འཇིགས་རུང་བས་གར་སོ་ཅིག་རྣམ་དཔྱོད་དེ་ཆེ་རུ་ཆེ་རུ་འགྲོ་གི་འདུག་དེ་འདྲ་ཡིན་དུས་ས་ནས་ང་ཚོའི་གི་ད་ག་ཟེ་འཇིག་རྟེན་ཕལ་པ་དེ་ཚོའི་གི་བློ་ལ་ཆུ་ཡག་འདྲ་པོ་ཅིག་དང་ཅིག་གར་སོ་རེ་ད་ཅིག་བསམ་བློ་བཏང་ཐུབ་ཡག་རུ་པ་དེ་འདྲ་ག་རེ་མི་འདུག།

སྐུ་བཤགས་པའི་སྐབས་ལ་ཡིན་པས་ནི་ཨ་ད་ང། དེ་ནས་ཅིག་ཤམྦྷ་ལ་ལ་ཡང་བསྐྱེད་བྱས། ཨེ་ན་ཅིག་རྒྱལ་དབང་ཀརྨ་པ་ལ་སོགས་པ་རྒྱལ་དབང་ཆོས་གྲགས་རྒྱ་མཚོ་ལ་སོགས་པ་དེ་ཤམྦྷ་ལ་ལ་ཡོད་བཞུགས་ཡོད་རེད་དེ་ཚོ་མཇལ་ཁ་འགྲོ་ཕེབས་མཁན་ཡིན་བྱས་བྱས་དེ་འདྲའི་གསུངས་པའི་ལོ་རྒྱུས་འདུག་བ། འོ་ད་དེ་འདྲས་བྱས་བྱས། ད་དེ་འདྲས་ཀྱི་དཔེ་འགྲེལ་པ་བཟང་པོ་ཞིག་རག་བྱུང་ཡིན་པ་རེད།